བཀའ་དྲིན་ཕ་མ་དང་མཉམ་པའི་དགེ་བའི་བཤེས་གཉེན་རྣམ་པ་གཉིས་དང་ད་ག་ནང་བཞིན་གྱི་སློབ་དཔོན་ཆེན་པོ་སློབ་དཔོན་རྣམ་པ་དང་དེ་བཞིན་སློབ་ཕྲུག་རྒན་གཞོན་ཡོངས་སུ་རྫོགས་པ་ལ་ཐོག་མར་ཉི་ཧོང་བདེ་ལེགས་ཞུ་བ་དང་འབྲེལ་དེ་ནས་ད་ངའི་རྩོམ་ཤོག་འདི་སྤྱི་བཏང་པད་མའི་དེ་འདྲའི་དཀར་སོགས་རྒྱས་པ་དེ་འདྲ་ཞིག་མེད་དེ་ག་སོགས་དེ་ནས་རོ་བསམ་ཞིག་རོ་ཅང་ཞུ་ན་ཡང་དེ་ནས་ཧ་གོ་ས་རེད་ངེས་ས་རེད་བསམ་པ་ཞིག་འདུག་དེ་ཡིན་དེ་དེ་ནས་ཐད་ཀར་མ་ཞུ་བ་ཡིན་ན་དེ་ནས་དང་པོ་ད་གར་ས་མི་དགེ་རྡོ་རྗེ་ལ་མཆོད་པར་བྱ་བ་སྔོན་དུ་བཏང་ནས་དེ་ནས་དེ་རྗེས་སུ་དེ་ནས་ད་དེར་གང་ཞིག་གླེང་བར་བྱ་བ་ནི་དགེ་སློང་ལྟུང་བ་ནི་ང་ཡི་ནང་ཚེ་ལྟུང་བྱེད་འབའ་ཞིག་པ་དགུ་བཅུ་ཡོད་པ་ལས་དེང་འདིར་ཨ་ནི་ད་གཙོ་བོ་ལོ་ཉི་ཤུ།

མཁར་ཚོགས་དེ་ནས་དེ་འདྲ་ཨ་ནི་གཞན་དག་ཨ་ནི་བསྙེན་རྫོགས་ཀྱི་སྡོམ་པ་དེ་དཔེར་ན་ལོ། དེ་ལ་ལེགས་པར་ཐོབ་ཀྱི་ཡིན་ནའི་དེ་མ་ཡིན་པ་གཞན་དག་ཨ་ནི་བསྙེན་རྫོགས་ཀྱི་སྡོམ་པ་ཐོབ་པ་ལ་ངེས་པར་དུ་ཨ་ནི་མཁར་ཚོགས་ལོ་ཉི་ཤུ། གང་ལྟར་ལན་མི་དགོས་པར་འགྲོའོ་ཞིག་ཨ་ནི་དེ་འདྲའི་ཆེད་ཡང་དེ་ནས་དམ་བཅའ་ཞིག་གནང་བཞག་གས་དེ་ནས་དེ་ཡང། མ་ཨ་ནི་ཁུངས་མཁར་ས་དཔེར་ན། ད་ལྟ་གཞུང་ལ་དངོས་སུ་དེ་ནས་མཁར་ཚོགས་དགྲ་བཅོམ་ས་ག་ལ་ཡི།

གསར་པར་གསུངས་ཡོད་པའི་རྒྱུ་མཚན་ལ་བརྟེན་ནས། འདི་ནས་ད་དེང་སང་ང་ཚོ། དཔེར་ན་བོད་བརྒྱུད་ནང་བསྟན་གྱི་གོམ་པ་ཕལ་ཆེ་བ་ལ་དེ་ནས་འགར་ས། དཔེར་ན། ཆང་ཨ་རག་དང་དེ་ནས་ཤ་ལ་སོགས་དེ་ཚོའི་རིགས་མང་པོ་ཞིག་བེད་སྤྱོད་བཏང་གི་ཡོད་པ་དེ་ཚོ་དེ་ནས་བཏང་ཆོག་གི་མ་རེད། རེད་དམ་མ་རེད། དེ་ན་བཏང་ཆོག་གི་ཡོད་ན་ཨ་ནི་ཡོད་པའི་ལུང་ཁུངས་གང་ཡོད་དེ་ཚོ་ཨ་ནི། ཨ་ནི་མང་ཞུས་རོགས་བྱས་ཟེར་ནས་དེ་འདྲ་འགར་ས་དམ་བཅའ་བྱས་བྱ་ཡོད། དེ་ནས་ང་རང་གིས་ད་གང་ལྟར་གཙོ་བོ་ད་ལྟ་ཨ་ནི་འཐུང་ཆོག་མི་ཆོག་གི་འགར་ས།

བྱ་དཀའ་ཡུལ་རྡོ་ལས་མཐར་ཐུང་ཟེར་བ་ལྟ་བུ། ནི་འབྲས་བུ། འབྲས་བུ་མར་འབྲས་རེད། འབྲས་ལྟ་བུ་ཆེ་ན་རླུང་ཟད་གང་ཐེངས་གསུམ་ལས་མང་ནོ། སོ་སོ་ཐར་བའི་རྡོ་ལས་འདོད་ན། དགེ་སློང་འདི་དག་གི་ལྟུང་བ། དགེ་སློང་འདི་དག་གི་རླུང་ཟད་གང་བ་གཉིས་སམ་གསུམ་བླང་བར་བྱའོ། དེ་བསླབ་པར་ལེན་ན་ལྟུང་བྱེད་དོ།

དང་པོ་དབང་དུ་མཛད་པ་ཡིན་ཏེ་རྫས་དགེ་བ་མི་དགེ་འདོར་ཏེ་རིན་ཆེན་བྱུང་རིང་ལས། སྣང་བ་སོགས་རྐྱེན་མེད་པར། འབྲིང་རུང་གི་ཟས། རང་གི་གླིང་ཉི་མ་ཚེ་ཡོལ་ནས་སྐྱེ་རང་དང་པོ་མ་ཤར་གྱི་བར། སྦྱོར་བ་ཙམ་དུ་ཟོས་ན་ཁམས་རེ་ལ་ལྟུང་བ་རེའོ། ཟས་གསུངས་པ་ལྟར་དཔེར་ན། བཅོམ་ལྡན་འདས་ཀྱིས་ནི་དགེ་སློང་ལ་ལྟུང་བ་དེ་ཡན་ལག་ཀུན་འཆང་བར་ནི་གུང་ཚིགས་ལྟ་བུ།

གཞན་མཁྱེན་པའི་དགྲ་ཕྱོགས་ཀྱི་མཚུངས་སྲེལ་བསྒྲགས་པ་ན་དཔལ་ཆེན་ཤཱཀྱའི་སྲོག་འདོན་དྭངས་སེ་གར་དབང་ཐམས་ཅད་མཁྱེན་པ་འདོད་པ་ལ་སོགས་པ་ཀྱིས་རང་ལུགས་དང་མི་མཐུན་པ། རང་གི་རང་གི་གླིང། གླིང་ཟེར་བ་ནི། འཛམ་བུའི་གླིང། གླིང་སེམས་པའི་ཆེད། འཛམ་བུའི་གླིང་གླིང་སེམས་པའི་ཆེད། དུས་མ་ཡིན་པ་ཟེར་ཀྱང་ངེས་པ་མེད་དོ་ལབ་ལ་ང་རང་ཚོ་གིས་དེ།

དེ་ད་ག་ན་མ་ཡིན་ཏེ། ཨ་ནི་རང་མི་ཤོང་ལགས། བུ་རམ་གྱི་ཤིང་སྙམ། སྨྱུག་མ་ལྟ་བུར་གནས། བཅའ་བ། བཅའ་བ་འདི་ཆུར་དེ་མ་རེད་ཆུ་བཅའ་བ་དང་ཞེས་པའི་དོན། འོ་མ་ལྟ་བུར་གནས། འདུས་སུ་རུང་བ་འཐུངས་ན། འདུས་སུ་འདུས་སུ་རུང་བས་འཐུངས་འཐུངས་ན་ལྟུང་བྱེད་དོ། ད་འོ་མ་འཐུང་བ་དེ་ལྟུང་བྱེད་རེད་ད་ལྟ་འདི་ལྟུང་བྱེད་རེད་ད། ལྟུང་བྱེད་རེད་མེད་ད་ཨ་ནི་ཁྱེད་རྣམས་པ་ནི་རྩིས་ཞིབ་བྱེད་རོགས།

ཞེས་གསུངས་པ་དང་ནི་ཁྲིད་ནས་བྱིན་ལེན་བྱ་བར་མི་ནུས་ཏེ་རྒྱན་དུ་བསྟན་ན་མི་ནུས་ཕྱིར་ཟས་དང་ལྷུང་བཟེད་ལ་སོགས་པ་ཡང་ཟས་མ་ཡིན་པ་དང་ལྷུང་བཟེད་འདི་དག་ཟས་མ་རེད་དོ་ར། ཟས་མ་ཡིན་པའི་ཟས་ཟས་གསུངས་པ་གཞུང་སྔ་མ། དུ་ལེ་ཉི་མའི་དཀྱིལ་འཁོར་དེ་ཉིད་ཀྱི་མཚམས་ཀྱི་སྟེང་དུ་བཞུགས་པ་པདྨ་ཤཱཀྱའི་ཚོགས་ཐུན་ང་རེ། གཞན་དག་ཙོག་ཙེ་ལྟ་བུ་ན་རེག་པས་རེག་པའི་མཚམས་བཞིན་དུ་འདོད་པ་ནི་མི་འཐད་དེ། ཁྱི་དང་ཁྲིའུ་སོགས་ནི་བྱིན་ལེན་གནོད་པ་ནི་གནོད་དུ་མི་རུང་བའི་ཕྱིར་དཔེར་ན།